ཚུལ་རྡོ་རྗེ་བཤད་པ་ཞེས་པའི་ལོ་རྒྱུས་དེབ་ཆུང། རྨུག་བསམ་གཏན་བསམ་པའི་གསར་བརྗེ། ཨ་ནི། གཉིས་པ། བསྟན་པ་ཕྱི་དར་གྱི་སྐབས་སུ་བོད་དུ་རིག་གནས་དར་ཚུལ། ཞེས་པའི་དེབ་ཆུང་ཞིག་ཡོད་པ། ང་རང་ཚོ་དེབ་དེའི་ནང་ལ་གཙོ་བོ་འགྲོ་བ་དེ་རིག་གནས་དར་ཚུལ་ཡིན་པ་སོང་ཙང། ཨ་ནི། དེའི་སྐབས་ལ་བོད་ཀྱི།

ཉམས་ཞིབ་བྱས་ནས་བསྡུ་རུབ་བྱེད་དགོས་ཡ་མ་གཏོགས། ཕྱོགས་གཅིག་ཏུ་ཧ་ཅང་གསལ་པོ་ཅིག་མེད་པ་རེད་བུ་འདི་གསུང་གི་འདུག་ཨ། དེ་འདྲ་ཡིན་པ་སོང་ཙང། ཕྱིས་སུ་བོད་དུ་བཞུགས་པའི་ཁོ་ནི་ལོ་རྒྱུས་ཉམས་ཞིབ་པ་རྒྱ་མོ་འབྲུག་པས་བརྩམས་པའི་བོད་བརྒྱུད་ལོ་རྒྱུས་གླེང་བའི་གཏམ་ཟེར་བའི་དེབ

རེ་ཟུང་རེ་ཟུང། དེབ་ག་འདྲའི་ཞིག་ཡིན་ནའི། གྲོགས་ནས་ཡོང་གི་རེད་མ་གཏོགས་སྤྱིར་བཏང་བོད་ཀྱི་ལོ་རྒྱུས། རྙིང་པ་རང་ལ་ཤེས་སྤྱོད་ཀྱི་ཁྲིད་ཡོད་པ་སོང་ཙང་སློབ་སྦྱོང་བྱེད་ཡོད་ལ་དེབ་གས་དུས་འཚམ་པོ། དེ་ཡང་ཨ་ནི་ལོ་རྒྱུས་ཀྱི་ལྟ་སྟངས་ཡོད་མཁན། ཡག་པོ་ཞུ་བཞིན་ཡོད་རེད། སློབ་སྟོན་གནང་ཡོད་ན་ཡག་པོ་ཞུ་རེད། ཟེར་དེབ་འདིའི་ནང་ལ། བོད་སིལ་བུ་ཐོར་བའི་སྐབས་ཀྱི་གནས་ཚུལ་འདི་ཉིད་འཁྱུག་སའི་དེབ་ཡིན། འདི་ནང་ལ། དཔའ་བོ་གཙུག་ལག་ཕྲེང་བས་མཛད་པའི་དེབ་ཐེར། ཆོས་འབྱུང་མཁས་པའི་དགའ་སྟོན། ཟེར་བའི་དེབ་མཐུག་པོ་གཉིས་ཡོད་རེད། འོ་དེའི་ནང་ལ། བོད་སིལ་བུ་རྟུལ་བོ་བསྐོར་ཏེ། ཡིག་ཆ་ཁོ་རང་ལུང་འདྲེན་བྱས་བྱས། དགའ་རོགས་རྒྱལ་པོ་ཡོད་རེད། དེ་ནས་ལུང་འདྲེན་བྱས་བྱས། རྒྱལ་མོ་འབྲུག་གིས་བོད་ཀྱི་ལོ་རྒྱུས་གླེང་བའི་གཏམ་ནང་ལ་བོད་སིལ་བུ་ཐོག་ཏུ་བསྐོར་ལ། ནི། ཤོག་བུ་ཁ་ཤས་ཤིག་བྲིས་ཡོད་རེད། དེ་ནི་དང་པོ་དེ། ནི། བོད་སིལ་བུ་ཐོར་ཐང་བསྐོར་ཟེར་བྱས་བྱས། ཡང་ན། ཐོར་པའི། ཐོར་བའི་བྱས་མ་ཐག། ཐོར་མ་ཐག། ཨ་ནི་རྐྱེན་གར་གར་བྱུང་བ་རེད། དེ་གི་དེ་སྡེ་ཚན་བཞིའི་ནང་ལ། དྲང་བཞག། ཡི་གེ་བཞི་གྲགས་གི་གསལ་པོ་རེད་ཆ་བོད་རགས་སོ་ན་ཁྱངས་སློབ་ཡིན་ན་སྐུ་ངལ་ཡོག་མ་རེད་ཡིན་ནས་ངས་ངོ་སྤྲོད་མཚམས་སྦྱོར་ཙམ་ཞུ་གི་ཡོད་རེད་ང་ཡང་ལོ་རྒྱུ་མཁས་པ་དེ་འདྲས་མ་རེད་ཡིན་ནས་ཡིག་ཆ་ན་ཡོད་པ་དེ་གི་དེ་ཅུང་ཟད་ཅུང་ཟད་ཀློག་བྱས་ཨ་ནི་ང་ཚོ་སླབ་གྲགས་ཚོ་ལ་ངོ་སྤྲོད་ཞུ་ཐུབ་པ་ཡིན་ན། ཕྱིས་འབྱུང་སོ་སོ་སུས་དཔེ་བྱས་རྒྱས་བྱིན་གྱིས་པ་ལྟ་ཡས་ལ་བསྟན་པའི་ཕན་དོ་ཡོང་གི་རེད་དྲིས་པ་དང། བྱེད་སྟངས། གང་གི་འགོ་བརྗོད་དེ་ངས་ཅུང་ཟད་བརྒྱུད་པ་བཏང་ཡོད་རེད། བོད་སིལ་བུར་ཐོར་བའི་ཐད་ཀར་རྗེས་འབྲེལ་ཟེར། ཐད་ཀར་ཟེར་ན། ལམ་སེང་ཟེར། མདོར་ན། གླང་དར་མ་བཀྲོངས་ཚར་བའི། བཀྲོངས་ཚར་མ་ཐག། དེའི་རྗེས་སུ། ཨ་ནི། རྐྱེན་བྱས་རྗེས་བོད་ལ་གནས་ཚུལ་ག་རེ་ག་རེ་བྱུང་བར་ལབ་ཡོད་ན། ཇེ་རག་མང་པོ་བྱུང་ཡོད་རྒྱུ་རེད། ཡིན་ན་ཡང། ཨ་ནི། ལོ་རྒྱུས་གཅིག་གི་ནང་ལ་གཞི། རྩལ་དུ་བརྟེན་ཅེས་གསུངས་ཡོད་རེད། གཞི་ག་ལོ་གྲངས་ལས་དལ་བོ་ཆེ། ལོ་ལས་ངེས་དལ་བོ་ཆེ་རེད་བསམ་བསམ་ར་བོ་དེ་འདུག། ང་རང་ཚོ་དེབ་ཆུང་འདིའི་ནང་ལས། ཨ། ཕལ་ཆེར། སྡེ་དགེ་དེ་གཞི་ག་འདུག། གཅིག་གི་རྗེས་ལ་གཅིག་གྲངས་ཀ་བརྒྱབ་ཡོད་མ་རེད་མ་གཏོགས་ཅི་ཆ་ཚང་ལོག་ཡོད་རེད། དང་པོ་དེ་ག་རེད་ཟེར་ན། བོད་སྤྱི་ལ་དབང་བསྒྱུར་བྱས་པའི་རྒྱལ་པོར་མེད་པ་ཆགས་པ་ཧ་ས་ད་འདི་གསལ་བོ་ཞིག་བྱེད་རོགས་ཨ། གླང་དར་མ། ཡང་ན་འུ་དུམ་བཙན་པོ་ལྷ་ལུང་དཔལ་གྱི་རྡོ་རྗེས་བརྡ་བརྒྱབ་རྗེས་བཀྲོངས་པ་རེད། བཀྲོངས་ཚར་བའི་རྗེས་སུ། ཨ་ནི། བོད་ཀྱི་རྒྱལ་པོ་མཐའ་མ་འདི་ལ་བཙུན་མོ་གཉིས་ཡོད་རེད་ཟེར། བཙུན་མོ་ཆེན་མ་ཞིག་དང་བཙུན་མོ་ཆུན་མ་ཞིག། ཆེན་མ་ལ་ནི་བཙུན་མོ་གན་པ་རེད། ཕྱིན་མ་ལ་ནི་བཙུན་མོ་ཆུང་བ་རེད། སྐབས་དེ་དུས་བཙུན་མོ་ཆུང་བ་ལ་ཨ་ནི་སྲས་གཅིག་གང་ཡོད་པ་རེད། ཨ་ནི་བཙུན་མོ་རྒན་པ་ལ་ཨ་ནི་སྲས་གྲངས་ལས་མེད་པའི་སྐད་ཆ་ཅིག་བཤད་ཀྱི་ཡོད་རེད། ད་རྒྱལ་པོ་མ་བཀྲོངས་གོང་ལ་བཙུན་མོ་གཉིས་ཀ་ལོ་སད་འཁྲུངས་ཡོད་མ་རེད། རྒྱལ་པོ་བཀྲོངས་པ་དག་རང་ཨ་ནི། བཙུན་མོ། སའི་འཁྲུངས་གྲོགས་ཡོད་ཀྱི་རེད་བ། གང་ལྟར་བཙུན་མོ་ཆུང་མ་ལ། སའི། འཁྲུངས་པ་རེད་ཟེར། སའི་དེ་གི་མཚན་ལ། འོད་སྲུང་སྟག་རེད་ཟེར། གང་ཡིན་ཟེར་ན། བཙུན་མོ་ཆེན་མའི། ཨ་ནི། བར་ཆད་ཆེ་བའི་དོགས་པ་ཡོད་པ་སོང་ཙང་མཚན་མོ་འོད་ཀྱི་སྲུང་སྐྱོབ་བྱེད་ཆེད། མིང་ཐོག་ཐང་སྐད་ཞིག་བོར་ད། རེད་ཟེར། གནས་སྐབས་ད་ག་རང་ལ། ཨ་ནི་བཙུན་མོ་རྒན་པས་ཀྱང། ང་ལ་ཡང་ཁ་སང་རང་ཨ་ནི་སྲས་འདི་འཁྲུངས་བྱུང་ཟེར་ཞེས་ཨ་ནི་གཞན་གྱི་ཕྲུ་གུ་ཅིག་རང་གི་ཕྲུ་གུ་ཡིན་མདོག་མདོག་བྱས་བསྟན་པ་རེད་ཟེར། ཡིན་ན་ཡང་བཙུན་མོ་ཆེན་མ་ཡིན་པ་དང་ཁོང་ལ་རྒྱབ་སྐྱོར་བྱེད་མཁན་གྱི་བླུན་པོ་དབང་ཆེ་བ་མང་པོ་ཡོད་པ་སོང་ཙང་སུ་ཆེ་གེ་དེ་ལ་ལན་སློག་མ་བཅོས་པ་ཞེས་ཡུམ་གྱིས་གསུངས་པ་འདི་བཀའ་བསྟན་པོ་ཟེར་གྱི་ཡིན་ཟེར་བྱས། སྐྱེས་དུས་ནས་སྤུ་བོ་དེ་ལ་སོ་ཡོད་ཟེར་ལ་བླུན་པོ་གཅིག་གིས། འདང་སྐྱེས་བྱེད་པོ་ལ་སོ་འདུག་ལབ་པ་རེད་ཟེར། སྤྱིར་བཏང་བཤད་པ་ཡིན་ན་ཁ་སང་སྐྱེས་པའི་སྤུ་བོ་ལ་དེ་རིང་སོ་ཡོང་གི་ཡོད་ས་མ་རེད། དེ་ནས་ག་རེ་ལ་ཡ་ཐབས་ཤེས་ཤིག་དགོས་ས་ལབ་ཡོད་ན། དངོས་སུ་མ་ལབ་མ་གཏོགས་ཀྱི་སྤུ་བོ་རྫུན་མ་རེད་ཟེར་ཡོད་ཀི་གསུང་ངས་ཐབས་ཤེས་ཤིག་དགོས། མཚན་ཉིད་པའི་སྐད་ཆ་བཤད་པ་ཡིན་ན་ཁྱད་པར་སྐད་ཡོད་མ་རེད། དབུ་རྒྱན་འདི་ནི་སོ་ཡོད་པ་འདི་འདྲའི་ཡོང་གི་ཡོད་རེད། ཡིན་ནས་འབལ་པོ་མར་པ་མང་པོ་མར་བ། ནམ་རྒྱུན་མེད་པར་སོང་ཙང་སོ་ཡོད་མཐོང་སོང་ན་ཅིག་ཡ་མཚན་མཚན་ཅིག་ཡོང་གི་རེད་བ། གང་ལྟར། ཨ་ནི། བཙུན་མོ་རྒན་པ་ལས་སད་ཅིག་བྱུང་བ་རེད། བཙུན་མོ་ཆུང་བ་ལས་སད་ཅིག་བྱུང་བ་རེད། བཙུན་མོ་རྒན་པས་སྲས་འདི། ཆོས་ལུང་མཁས་པའི་དགའ་སྟོན་ལས་བྱས་པ་ཡིན་ན། ཨ་ནི། བདེན་པ་མ་རེད། ད་ལྟ་སྐད་ཆ་བཤད་པ་དེ། གང་ལྟར་འདི། འོད་སྲུང་གི་ཕྱོགས་གཏོགས་ཚོས་སྒྲོ་བཏགས་པ་བྱ་བ་རེད་མ་གཏོགས་ཅི་གི་སྲས་འདི་དངོས་གནས་རེད་ཅེས་གསུང་དགོས། ད་གང་ལྟར་ག་རེ་ཡིན་ནི་མིན་ནི་གཉིས་ཀ་ལོག་ལ། ཨ་ནི་རྒྱལ་པོའི་སྲས་ཀྱི་ངོས་འཛིན་ཐོབ་ཅེས་རྒྱལ་སྲས་ཕྱག་དེར་བྱེད་ན་ཡང། ཨ་ནི། སྲས་གཉིས་དང་དགུང་ལོ་ཆུང་ཆུང་རེད། ནུས་པ་འགལ་ཡོད་མ་རེད། ཨེ་ནི། བཙུན་མོ་གཉིས། དང་དེའི་ཕྱོགས་གཏོགས་ཀྱི་བློན་པོ་ནང་ཕན་ཚུན་ཁྱོད་ནི་འཆམ་གི་མེད་པ་སོང་ཙང། ཨེ་ནི། ཨོ་རུ་དི། ཡོན་ཏན་གྱི་ཕྱོགས་གཏོགས་ཀྱི་བློན་འབངས་འདྲ་བྱེད་པའི་སེམས། གཡོ་རུ་དི། ཨེ་ནི། འོད་སྲུང་ཕྱོགས་གཏོགས་ཀྱི་སེམས། ཨོ་རུ་དང་གཡོ་རུ་ལབ་ཡིན་ན།

ཡོན་ཏན་ཕྱོགས་རྟོགས་ཀྱི་སུམ་ཅུ་རྗེས་ཡེག་ཕྱེད་དུ། མ་དམིགས་པར་བྱེད་འོས་ཀྱི་སུམ་ཅུ་ཕྱེད་ཡོད་ཀྱང་རུང་མེད་ཀྱང་རུང། ཨ་ནི། སའི། བཙུན་མོ་གན་པས་ཀྱི་སའི་དེ་ངོ་མ་ཡིན་ཀྱང་རུང་མིན་ཀྱང་རུང། གང་ལྟར།

དེ་ནས་དེའི་སྲས་ཀྱི་སྲས་ལ་ད་དུང་ཨཱ་ནི་བོད་དུ་ཉོག་དྲ་ཆེ་རུ་ཕྱིན་རྗེས་ད་ལྟ་བོད་སྤྱི་ལ་དབང་བའི་རྒྱལ་པོ་དེ་མེད་པ་ཆགས་རེད་ཟེར། བོད་སྤྱི་ལ་དབང་བའི་རྒྱལ་པོ་མེད་པ་ཆགས་པ་སོང་ཙང་ཨཱ་ནི། བོད་ཀྱི་རྒྱལ་པོ་ལ་ངོ་ལོག་བྱེད་མཁན་མགོ་གཙོ་བོ་རེད་ཟེར་གཉིས་པ། འབངས་མིས་གྱེན་ལོག་བྱས་ཏེ་བོད་ཁམས་ཟིང་འཁྲུག་ལངས་བ་ཟེར། ཆོས་རྒྱལ་ཚོའི་སྐབས་ལ་དབང་ཕྱུག་ཆེན་པོ་ཞེའུ་སྦྱིན་པ་སོང་ཙང་དབུས་ཙམ་མ་ཟད། བོད་ཆོལ་ཁ་གསུམ་ཆ་ལ་སྐབས་དེ་དུས་ཆོལ་ཁའི་ཐ་སྙད་དུ་ཡོད་མ་རེད་ད་ལྟ་མདོ་དབུས་ཁམས་གསུམ་ལ་ཨ་ནི་བཙན་པོའི་གུ། དམ་ཚིག་ཟེར་ནས་མི་འདུག་དམག་ཤུགས་ཟེར་ནས་མི་འདུག་ད་གང་ལྟར་གཅིག་ཏུ་བསྒྲིལ་ཡོད་ར། མདོ་སྨད་ཕྱོགས་ནས་ཨ་ནི་ས་གནས་ཀྱི་དཔོན་རིགས་དེ་ཚོས་གྱེན་ལོག་འགོ་ཚུགས་པ་རེད་ཟེར། དེ་ལྟར་ཆབ་ཆ་དབུས་ཁོ་རང་ཙམ་འདང་གི་ཡིན་ནས་རུས་རྒྱུད་འགས་ཆེ་བོ་འགྲོ་ཟེར་ངེས་ཟ་ཟེར་ངེས། འོ་ད་བླུན་པོ་དུ་གཟུགས་ཀྱི་མཚན་མེད་རོ། འོ་དེ་གཟུགས་ནང་ལོགས་ལས་ཕན་ཚུན་ཨ་ནི་བས་རེས་གཅིག་གིས་གཅིག་ལ་ཨ་ནི་ཕྲག་དོག་དང་འགྲན་སེམས་དང་སྦགས་བྲོ་མང་པོ་བྱུང་རྗེས་མདོར་ན་བོད་ཁུལ་ཡོངས་རྫོགས་ལ་ཨ་ནི། རྒྱལ་པོ་ལ་ངོ་ལོག་ཞེས་ཟིང་འཁྲུག་ལངས་པར་རེས་ཕྱིར།

ཨ་ནི་བེ་རི་རྒྱལ་པོ་དང་རྒྱལ་བོའི་རྒྱལ་རྒྱུད་དུ་སུ་ཨ་ནི་འབངས་མི་ཟེར་དེ་ནང་ནས་བཙོ་སྦྲ་ཚང་མ་རུག་རུག་བྱས་བྱས་ངོ་ལོག་རྒྱབ་པ་ཡིན་ན་ཨ་ནི་འབངས་བོན་པོ་གི་དབང་ཆ་དེ་མེད་པ་བཟོ་ཐུབ་ཡོད་པ་འདི་དབང་བསྒྱུར་བྱེད་པའི་མེས་པོ་གཏན་ནས་འབངས་རྒྱན་ལ་བྱུང་རེད་ལབ་ཆོག་གི་ཟེར། གསུམ་པ་དེ་ལ་རྟ་དབུས་ལ།

རྒྱ་མི་སྒྲུབ་པའི་ལུགས་ཀྱི་ནང་ལ་རྒྱ་མི་སྒྲུབ་པའི་ལོ་རྒྱུས་ནང་ལ་འགྲེལ་བཤད་ཅིག་ག་རེ་བསྐྱོན་འདུག་ཟེར་ན་རྒྱ་ནག་གི་མཁས་པ་ཅིག་གིས་འདི་འདྲ་གསུངས་འདུག་ཞེས་བཤད། ས་ཆ་དེ་གའི་དེའི་ཨ་ནི་ཆོས་རྒྱལ་སྐབས་ལ་བོད་འོག་ལ་ཡོད་པ་ཆད་ཕྱིས་སུ་རྒྱ་ནག་གོང་ལ་ཕྱིན་ཡོད་ན། དེ་ཨ་ནི་ཕྱིའི་བཙན་འཛུལ་བྱས་ནས་དབང་བསྒྱུར་བྱས་རྗེས་ཐུབ་ཚོད་བཏང་རྗེས་ཨ་ནི་རྒྱ་ནག་འོག་ལ་ཆགས་པ་དེ་འདྲ་ཁས་མ་རེད། དེ་ག་འདྲ་ཞིག་རེད་ལབ་ཡོད་ན་ས་མཚམས་ཡིན་པ་སོང་ཙང། ཨེ་ནས་ཅིག་གིས་ས་དོམ་ཞིན་པ་དེ་ལ་རྙོག་དྲ་ཡོད་པའི་སྐབས་སུ་ས་དོམ་ཞིན་པ་དེ་གི་འོག་ལ་འགྲོ་ཡས་དང། ཡང། རྒྱ་ནག་ནང་ལ་རྙོག་དྲ་ཡོད་པའི་སྐབས་སུ་བོད་ལ་ཚུར་ཉོན་ཡོད་འདི་སྤྱིར་བཏང་གི་གནས་ཚུལ་ཞིག་རེད་མ་གཏོགས། ད་རེས་སང་ཉིན་ང་ཚོའི་ལབ་པ་ནང་བཞིན་བོད་རྒྱ་མི་བསད་པ་ནང་བཞིན། ཡང། ཤོར་ཡོད་པ་ཡིན་ནས་རྒྱ་མིས་བོད་ཚུར་བཙན་བཟུང་བྱས་པ་དེ་འདྲ་མ་རེད་ཟེར་གྱི་འགྲེལ་བཤད་ཅིག་བསྐྱོན་ཤག་དེ་ཚོ་ལོ་རྒྱུས་ཐོག་ལ་བསམ་བཏང་མཁན་ཡིན་ན། ཨོ། འཕེལ་རིམ་ཅིག་གི་དབང་དུ་བཤད་ཀྱི་ཡོད་རེད་མ་གཏོགས་ཅིག་གཅིག་བཙན་འཛུལ་སྐད་ཆ་རེད་མི་འདུག་ཨ། གཙོ་བོ་སྒྲུབ་དགོས་ང་རང་ནང་གི་དོ་ཁ་དེ་འགྲིག་པོ་དེ་ཞིག་ཚར་བ་སྐབས་སུ་ལ་སྐུ་གནོད་པ་དེ་འདྲ་ཡོང་ཡོང་པ་རེད་ཟེར་བ་དེ་འདྲ་རེད་ཤག་ད་ཐ་མ་འདྲ་བོ་དེ་ག་རེ་ལབ་ཡིན་ན་ཨན་སྤྱི་ལ་དབང་བའི་རྒྱལ་པོ་མེད་པ་ཆེ་འབངས་གྱེན་ལོག་བྱུང་ཨ་ནི་ས་མཚམས་ཀྱི་དམག་འཁྲུག་ཚང་མ་མངའ་ཐང་གི་ཉམས། ད་ཅི་ལོག་ངོ་རྒྱལ་བོ་མེད་པར་སོང་ཙང། མགོ་ཁྲིད་གཉེན་འདྲ་བོ་དེས་ལུང་པ་ཆུང་ཆུང་རེ་ལ་སྤོམ་པོ་རེ་རེ་བྱུང་བ་རེད་ཟེར། བྱས་ཙང་བོད་སིལ་བུ་ཐོག་ལབ་པ་འགག་དུ་ཕལ་ཆེར་ལོ་སུམ་བརྒྱ་མན་སྲིད་ལ། ལུང་པ་རེ་ལ་སྤོམ་པོ་རེ་རེ་ཡོད་རེད་སྡེ་དཔོན་རེ་ལ་བཙན་རྫོང་རེ་རེ་ཡོད་རེད་ཟེར། ཡིན་ནས་ལུང་པ་ཆུང་ཆུང་གཅིག་ལ་ཁོ་ར་ཁོ་ར་དབང་བསྒྱུར་བྱེད་ཁོ་ར་ཁོ་ར་ཁྲལ་འདུས་ཁོ་ར་ཁོ་ར་མི་ཚེ་སྐྱེལ། དེ་མ་གཏོགས་ཅི་གི། ཅི་ལོག་ངོ་རྒྱལ་བོ་མེད་པར་བཞག་པ་རེད། གལ་སྲིད་བོད་ཀྱི་ཆབ་སྲིད་དབང་དུ་བསམ་བཏང་གི་ཡིན་ན། ཞི་དྲག་གི་ཉམས་ཆག་ཆེན་པོ་རེད་ཟེར་བ། ཡིན་ན་ཡང། ཕྱིའི་བཙན་འཛུལ་མེད་པར་སོང་ཙང་རེ་ཟུང་ངོ་ཉམས་ཆག་གེ་ཡོག་མར་བ། བོད་པ་བོད་པ་རང་རེད་གེ་རོ། བ་འདི། སྐབས་དེ་དུས། དཀའ་ངལ་མེད་པ་ད་རེས་གཉིས་དཀའ་ངལ་གྱི་རེད། ད་ལོ་རྒྱུས་ཀློག་པའི་དམིགས་ཡུལ་ལྟེ་བ་ག་རེ་ལབ་ཡིན་ན། སྔར་གྱི་ལོ་རྒྱུས་ལ་ནོར་འཁྲུལ་བཅོས་པ་སོ་སོ་ལ་ཕྱིས་སུ། ནོར་འཁྲུལ་བླ་ན་མེད་བཅོས་དེ་ཡིན་སྲིད་དགོས་ར། གཞན།

བོད་སྤྱི་ལ་དབང་བའི་གི་སྒྲིག་འཛུགས་འདིའི་དབང་གིས་བརྟེན་ནས་གཞིས་བྱེས་གཉིས་གཅིག་ཏུ་བསྒྲིལ་ཡོད་རེད་ཆོལ་ཁ་གསུམ་གཅིག་ཏུ་བསྒྲིལ་ཡོད་རེད་ས་ག་ཀ་གསུམ་གཅིག་བསྒྲིལ་ཡོད་རེད་གང་ལྟར་བོད་དང་རིག་གཞུང་དབང་དུ་བྱས་ན་ཧི་མ་ལ་ཡ་ཡོངས་རྫོགས ྋསྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་དབང་གིས་གཅིག་གྱུར་རེད་བསྡད་པ་ད་བོད་སྤྱི་ལ་དབང་བའི་རྒྱལ་པོ་གླང་དར་མ་བཀྲོངས་ཚར་བའི་རྗེས་སུ་འབངས་གྱེན་ལོག་དང་སོ་ལྟ་ཉམས་པ་དང། ཨ་ནི་ལུང་པ་རེད་ལ་རྒྱལ་པོའི་རེད་ལ་དེད་པོའི་རེད་ལ་བཙན་བཙུན་རེད་ཅེས་རྗེ་བོད་ཀྱི་སྤྱི་བོའི་གོང་བུ་དུ་མྱངས་པར་བ། དེ་ནང་བཞིན་ཨ་ནི་བོད་གཞུང་དང་སྐྱབས་མགོན་རིན་པོ་ཆེ་ད་ལྟ་ང་རང་ཚོ་ཡོད་པ་འདི་མ་འོངས་པ་ལ་ཨ་ནི་ག་རེ་དུ་ཆགས་ཀྱི་རེད་ཆགས་ཀྱི་མ་རེད་ཟེར་བསླབ་བྱ་ལེན་གལ་ཆེན་པོ་ཤོར་བཞིན་ཡོད་བ། བྱས་ཙང། སྤྱི་བཏང་ནས། གོང་བུ་གཅིག་འདི་དུས་ཚོད་གཅིག་གི་ནང་ལ་ཞིག་འགྲོ་ཡ་འདི་འཇིག་རྟེན་གྱི་ཆོས་ཉིད་རེད་མི་རྟག་པ་རེད་བཀག་ཐུབ་ཡ་འདི་གལ་ཡོག་མ་རེད། ཡིན་ན་ཡང། རྗེས་འཇུག་གི་སྐྱེས་བུ་དེ་ཚོས། དབང་ཆ་མྱ་ངན་གྱི་བླ་མའམ་དཔོན་པོ་འདི་མ་ཞུས་པའི་སྐབས་ལས། དམ་ཚིག་བསྲུང་ཐུབ་པ་ཡིན་ན། ཨེ་ནས། ང་ཚོ་ག་དུས་ཡིན་ནའི་རེ་བ་ཞིག་མཐོང་ཡ་ཞིག་རེད་ཟེར་བ། དེ་འདི་ཕྱི་མ་གཏོགས་པ་ཡིན་ན། དེ་དག་ནང་བཞིན་རེད། གང་དེ་ལ། ལུང་པ་རེད་ལ་རྗེ་དཔོན་རེད་དང་སྡེ་དཔོན་རེད་ལ་བཙན་བཙོང་རེད་ཟེར་དེ་སྔ་མོའི་སྐད་ཆ་རེད། སྔ་མོ་བོད་སྤྱིའི་གི་ནུས་པ་ཉམས་པ་ཡིན་ནས་བོད་པ་མེད་པ་ཆགས་ཀྱི་ཡོད་མ་རེད་བོད་མི་མེད་པ་ཆགས་ཀྱི་ཡོད་མ་རེད། བོད་ཀྱི་རིག་གཞུང་མེད་པ་ཆགས་ཀྱི་ཡོད་མ་རེད་བོད་སྐད་ཡིག་མེད་པ་ཆགས་ཀྱི་ཡོད་མ་རེད། ད་དེ་རིང། མཚམས་སྦྱོར་བྱས་པ་ཡིན་ན། བཙན་བྱོལ་བོད་གཞུང་དང་དབྱང་གོར་རིན་པོ་ཆེ་གི་སྒྲིག་འཛུགས་འདི་ལ། ཨ་ནི། བོད་མི་སྤྱི་བོ་གནམ་བསྟན་ཡོངས་ཀྱིས། ཨ་ནི། སྐྱོན་ཡོན་ག་འདྲའི་བརྗོད་པ་ཡིན་ནས་རྩ་བའི་སྲུང་སྐྱོབ་བྱེད་ཐབས་ཤེས་མ་བྱས་པ་ཡིན་ན། ཨ་ནི། དབང་འཛིན་གྱི་ནུས་པ་དང་ཉམས་པ་ཙམ་ལ་མ་ཟད་བོད་མི་ཁོ་རང་བརླག་འགྲོ་ཡས། སྐད་ཡིག་དགོས་ར་ཉམས་འགྲོ་ཡས། མི་རིགས་དགོས་ར་སྟོངས་འགྲོ་ཡས་འདི་ཁོར་ཡུག་གི་གནས་སྟངས་ཐོག་ནས་བྱ་གི་ཡོད་ར། རྔམ་པ་ཉམས་པ་ཡིན་ནས་དེ་ལྟ་བོད་རང་ར། ག་ཚོད་ཉམས་པ་ཡིན་ནས་བོད་སྐད་ཉམས་ཡས་སྐད་ཡོག་མ་ར། ད་ད་རེད་པ་ཡིན། ཁ་ཤ་ཨ་མི་རི་ཀ་ཆགས་འགྲོ་གི་རེད་རེད་བ། ཁ་ཤས་ཡུ་རོབ་ཆགས་འགྲོ་གི་རེད། ཡུ་རོ་པེན་ཆགས་འགྲོ་གི་རེད། ཁ་ཤས་རྒྱ་གར་ཆགས་འགྲོ་གི་རེད། ད་ད་མི་འདྲ་ཆགས་འགྲོ་གི་ར། དེ་གི་ཙང་མ་ལོག་སོ་སོ་སུ་གི་རུ་རུ་དེ་གི་ནུས་པ་འདི། བཙན་བྱོལ་བོད་གཞུང་དང། སྐྱབས་མགོ་རིན་པོ་ཆེ་དང་འདིའི་གི་ཐུགས་རྗེ་བྱིན་རླབས་གི་རྟེན་གྱི། རྩ་བའི་སོ་སོ་སུའི་འཚོ་བ་སྐྱེལ་གི་ཡོད་ར་དེ་ནི་གོང་བུའི་ནུས་པ་འདི་ཏིལ་ཏིལ་འབྱུང་གི་ཡོད་ར། ཆེ་ད་ད་འདི།

སྔར་སངས་རྒྱས་བཅོམ་ལྡན་འདས་ཁོང་པ་མྱ་ངན་ལས་འདས་ཚར་བའི་རྗེས་སུ། ནང་པ་ཚོ་ལ་ཧ་ལས་པའི་གི་གྱོང་གུད་ཆེན་པོ་ཟེར་ནས་མི་འདུག་བཟོད་དཀའ་བའི་གི་གནས་ཚུལ་ཞིག་བྱུང་བར། བྱས་ན་ཡང། བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཚར་བའི་རྗེས་སུ། རྗེས་འཇུག་སློབ་མ་མང་པོས། སྔར་ཡིན་ན། དེ་བཞིན་བྱས་པ་བཞུགས་ཡོད་རེད། དེའི་རྗེས་ལ་ཡིན་ན་ཉི་ཟླ་ཆེན་པོ་འོད་སྲུང་དང་ཀུན་དགའ་བོ་ལ་ཁོང་རྣམ་པ་ཚོ་བཞུགས་ཡོད་རེད། ད་ནི། དེའི་བཤད་པའི་གཞུང་མི་འདུག། ཉི་ཟླ་ཆེན་པོ་འོད་སྲུང་ལ་སོགས་པ་མི་འདུག། བྱས་ཙང། ང་ཚོ་གཞན་དང་མ་འདྲ་བའི་ཨ་ནི་བོད་དུ་བརྩོན་འགྲུས་བྱེད་ཅེས་ཨ་ནི། ཆོས་ལ། ཨ་ནི་སྙིང་རུས་མ་བྱས་པས་ན་ཡོང་གི་མ་རེད་ཟེར་གཞན་དང་མ་འདྲ་བའི་ཨ་ནི་དཀའ་ལས་བརྒྱབ་ཉམས་མྱོང་བསགས་ཉམས་ལེན་བྱས་སློབ་སྦྱོང་བྱས་རྗེས། བསྟན་པ་གོང་འཕོ་ཟློག་ཕར་བའི་རྗེས་སུ་ཡང། གྲྭ་ཆེན་པོའི་དགོན་པ་ཐོག་མང་པོ་བྱུང་གི་རེད་ཟེར་རྗེས་ལོ་རྒྱུས་རྣམས་དཔེ་དང་གསལ་གི་ཡོད་རེད། བྱས་ཙང་འཕེལ་འགྱུར་ཟེར་མཁན་དེ་དཀའ་ཐུབ་ཡ་ཡོད་མ་རེད་ཡིན་ནའི་ཕྱིས་འབྱུང་དུས་ཚོད་ཀྱི་འཕེལ་འགྱུར་འདིའི་རྐྱེན་གྱིས་སོ་སོ་ལ་གནོད་པ་ཤུགས་ཆེན་པོ་མི་ཡོང་བ་དེ་ཕྱིས་འབྱུང་གི་བྱ་བ་བྱེད་སྟངས་རག་ལས་དེ་ཡོད་ར། དེ་ཙམ་དུ་མ་ཟད་འཇིག་རྟེན་གྱི་དངོས་པོ་ཡོངས་རྫོགས་ལྷག་མ་ལོ་རང་གི་ལག་པ་ལ་ཡོད་པ་དེ་ནང་པའི་ལྟ་སྟངས་རེད། ཡག་པོ་བྱེད་སྟངས་སྡུག་ཅག་བྱེད་སྟངས་བཟང་པོ་བྱུང་སྟངས་ངན་པ་བྱུང། ང་ཚོའི་རྒན་ལགས་ཀྱི་གསུང་ནི། སྤྱིར་བཏང་སངས་རྒྱས་ཀྱི་བཀའ་ལུང་བྱེད་པ་ཡིན་ན། བསྟན་པའི་གི་གནས་ཚད་འདྲ་བོ་འདི་ལོ་ལྔ་སྟོང་རེད། ལྔ་བརྒྱ་པ་ཁྲག་བཅུ་ཟེར། ལྔ་བརྒྱ་ལྔ་བརྒྱ་ལ་ཨ་ནི། སྡེ་ཚན་རེ་རེ་རེ་རེ་བྱས་བྱས། ལྔ་བརྒྱ་པ་ཁྲག་བཅུ་ཟེར་འདི་ལོ་ལྔ་སྟོང་སྐད་ཆ་རེད། སངས་རྒྱས་ཀྱི་བསྟན་པ་ལོ་ག་ཚོད་བོ་དུ་གནས་ཀྱི་རེད། ཞུས་པ་ཡིན་ན། ལུང་གི་དབང་དུ་བྱས་པ་ན་ལོ་ལྔ་སྟོང་བོ་དུ་གནས་ཀྱི་རེད་ཟེར། ཡིན་ན་ང་ཚོའི་རྒན་ལགས་ཀྱི་ག་རེ་གསལ་བོ་ཞིག་བཀའ་གནང་འདུག་ཟེར་ལབ་པ་ཡིན་ན་འདི་སྤྱིར་བཏང་གི་ལུང་རེད། དངོས་མེད་རྣལ་མ་ནི་ཚེ་འདི་སྐབས་དེ་ཚོའི་མི་ལ་རག་ལས་རེད། མི་དེ་ཚོས་ཀྱི་ཨཱནི་པ་ཏི་བཤད་སྒྲུབ་ཉམས་ལེན་ཚུལ་བཞིན་མ་བྱས་ན་ལོ་ལྔ་སྟོང་མང་པོ་ལོ་སུམ་སྟོང་ལ་ཡང་སངས་རྒྱས་བསྟན་པ་ཡེ་ཚར་གྱི་རེད། རྗེས་འཇུག་གི་སྐྱེ་བོ་དེ་ཚོ་ཡག་པོ་བྱས་པ་ཡིན་ན་ལོ་ལྔ་སྟོང་མང་པོ་དྲུག་སྟོང་བདུན་སྟོང་བརྒྱད་སྟོང་གནས་སྲིད་པ་རེད། ཅེས་ཚང་མ་ལོ་ཨེ་ང་རང་ཚོ་ལག་པ་ལ་ཡོད་པ་འདི་ཕལ་ཆེར་དངོས་ཡོད་གནས་ཚུལ་རེད་དྲན་གྱི་འདུག།

བྱས་ཏེ་ཆོལ་རྒྱལ་ནད་ད་ག་རེད། སྲིད་རྒྱལ་ནད་ད་ག་རེད། སྤྱི་ཚོགས་རྒྱལ་ནད་ད་ག་རེད་ཟེར། བྱས་ད་ངས་དེ་རིང་ང་རང་ཚང་མ་བོད་པ་ཡིན་པ་དང། ལོ་རྒྱུས་སློབ་སྦྱོང་བྱེད་ཀྱི་ཡོད་པ་དང། ལོ་རྒྱུས་སློབ་སྦྱོང་བྱས་རྗེས་སྐད་ཡིག་གཙོ་བོ་ཉམས་ཆག་མི་འགྲོ་བའི་དང་ཆབས་ཅིག་ཏུ། འདི་དང་འདི་ལྟ་བུའི་ལོ་རྒྱུས་འདི་བོད་པ་གཅིག་པོ་མ་རེད་དམ་པོར་ཚང་མའི་ལོ་རྒྱུས་ནང་ཡོད་རེད་བ། དེ་ནས་བསླབ་བྱ་ལེན་ཐུབ་པ་ཡིན་ན་ལོ་རྒྱུས་བློ་ཡོད་དེ་ཞི་དྲག་གི་མིང་ཐོ་ཆེན་པོར་བ། བསླབ་བྱ་ལེན་མ་ཐུབ་པ་ཡིན་ན་དེ་ལྡོག་ཕྱོགས་ལེན་ཡང་ཡོད་རེད་ཡ། ལོ་རྒྱུས་སློབ་སྦྱོང་བྱེད་རྒྱུ་འཁོན་འཛིན་སྤེལ་གྱིན་ཡོད། ཕན་ཚུན་མིང་འདི་རང་ཅག་དད་དེ་ཡོད་པ། དེའི་མཐའ་རང་སྐུ་བསམ་དང་རང་དང་འབྲེལ་བ་ཡོད་པ་ཆགས་ཀྱི་ཡོད་ཀྱི་རེད། མི་རྒྱུ་ཡི་ནས་རེད་ཆོས་རྒྱུ་ཡི་ནས་རེད་བླ་རྒྱུ་ཡི་ནས་རེད་སྔ་མོ་སྔ་མོ་དུག་ཆ་ཤེས་པ་དེ།

བསྟན་པ་ཕྱི་དར་གྱི་སྐབས་སུ་བོད་དུ་རིག་གནས་དར་ཚུལ་གསལ། ད་བསྟན་པ་ཕྱི་དར་འགོ་བཙུགས་པའི་སྐབས་སུ། ད་ལྟ་དེ་གནས་ཚུལ་དེ་བྱུང་མཐའ་བར་དང་བོད་སིལ་བུའི་མཐོ་ཟེར་གྱི། ཨ་ནི་དབང་ཆ་དང་སྤྱི་ཚོགས་དང་འདི་གི་ཚང་མ། གནས་ཚུལ་པ་འཁྲུག་པོ་ཞི་བོ་ཅིག་བྱུང་མཐའ་བར་ལྷིང་འཇགས་ཚར་བའི་སྐབས་སུ། ཨ་གཞི་ནས་ཨ་ནི་རིག་གནས་དར་གི་བ། ཡི་གནས་སྐབས་དེ་ལ་རིག་གནས་དར་ལོངས་ཅི་ནས་མི་འདུག་ཨ། བསྟན་པ་ཕྱི་དར་གྱི་སྐབས་སུ་རིག་གནས་དར་ཚུལ་བཤད་དགོས་ལ། སྤྱིར་སྔ་དར་དང་ཕྱི་དར་ཟེར་བ་ནི་གླང་དར་མས་དབུས་གཙང་དུ་བསྟན་པ་བསྣུབས་པའི་སྔུན་ལ་སྔ་དར་དང། དེས་བསྟན་པ་བསྣུབས་ནས་ལོ་བདུན་ཅུ་ཡར་མར་ཞིག་ལ་རིག་གནས་དང་ཆོས་ལ་སྦྱང་བརྩོན་བྱེད་པ་ཆེར་མེད་པས། འབངས་གྱེན་ལོག་རེད། རྒྱལ་པོ་ནང་བོན་རྫུན་འཁྲུག་པ་རྒྱ་ཡེ་རེད། ཡུལ་སྡེ་གི་སོ་དམག་གི་སྒྲིག་ཁྲིམས་བཤིག་པ་རེད། ཨ་ནི་ཡུལ་ཆུང་རེད་ལ་བོན་ཆུང་རེད་དེའི་སྐབས་ལ། ལྷིང་མ་བཞག་པ་ཡིན་པ་སོང་ཙང་རིག་གནས་དང་ཡེ་གེ་རེ་བ་ཡོད་མ་རེད་བར་ཕྱིར། སྟོད་མངའ་རིས་ཀྱི་དཔོན་བཙུན་ལྷ་བླ་མ་ཡེ་ཤེས་འོད་ཀྱིས། ཡར་མར་ནས་རིམ་གྱིས་རིག་པའི་གནས་དང་མདོ་རྒྱུད་ཀྱི་བསྟན་པ་ཆེས་ཆེར་དར་བ་མིན་ལ།

འོད་སྲུང་གི་བརྒྱུད་པ་དེ་ཕྱག་བྱས། ཡིད་ཀྱི་བརྒྱུད་པའི་བརྒྱུད་པའི་བརྒྱུད་པ་ལ་ནི་ལྷ་བླ་མ་ཡེ་ཤེས་འོད་སྲུང་མཁན་གཅིག་དང་ཁོང་གི་ཚ་བོ་བྱང་ཆུབ་འོད་སྲུང་གཉིས་གཉིས་བྱུང་བ་རེད། ད་སྤྱིར་བཏང་རྒྱལ་པོ་མང་པོ་བྱུང་ཡོད་རེད། ཡིན་ནའི་དེ་ཚོ་གཉིས་ད་ལྟ་ང་ཚོའི་རིག་གནས་ལ་ཞེ་དྲག་གི་གལ་ཆེན་པོ་ཆགས་ཡོད་དང། དེ་ཡིན་པ་སོགས་ཁོང་ཚོའི་ཉིན་མཚན་ག་དུས་ན་ལེགས་པར་ལྷ་བླ་མ་ཡེ་ཤེས་འོད་སྲུང་དཔལ་ལྡན་དང་ལྷ་བླ་མ་བྱང་ཆུབ་འོད། དེའི་ནང་ནས་ཨ་ནེ་ལྷ་བླ་མ་ཡེ་ཤེས་འོད་དང་བྱང་ཆུབ་གཉིས་སངས་རྒྱས་ཀྱི་བསྟན་པ་ག་ཚོད་ལ་གལ་ཆེན་པོ་རེད་ཆབ་སྲིད་ཀྱི་ཐོག་ལ་དེ་ཙམ་གལ་ཆེན་པོ་གལ་ཆེན་པོ་མ་རེད་ནུས་པ་ལྡན་པ་དེ་འདྲའི་གལ་ཡིན་ས་མ་རེད། ལྷག་པར་དུ་སྐབས་དེ་དུས་ཨ་ནེ་ཡིས་སངས་རྒྱས་ཀྱི་བསྟན་པ་ཉམས་པའི་གནས་སྐབས་ཡིན་པ་སོང་ཙང་ཨ་ནེ་ད་རེས་སངས་རྒྱས་རྡོ་འོད་བསྟན་པ་དང་སྔགས་ཀྱི་བསྟན་པ་ཞེས་བྱས། གཉིས་བཤད་པའི་སྐབས་སུ། གདོང་ལྔ་ཟུང་འབྲེལ་གྱི་བསྟན་པ་འདི་སྐབས་དེ་དུས་ཨེ་ནི་མཁས་པ་ཉུང་ཉུང་ཡིན་པ་བཟུང་ཙང་ཉམས་ལེན་ཕྱིན་མ་འདུག་པ་རེད། མདོ་ཕྱོགས་པ་ཚོས་ཨེ་ནི་སྔགས་པ་ཚོ་ལ་ལྟ་སྟངས་ཡག་པོ་མེད་པ་དང། སྔགས་ཉམས་ལེན་པ་ཚོས་མདོ་ཉམས་ལེན་དང་འདུལ་བ་ཉམས་ལེན་ཚོ་ལ་ཨེ་ནི་ལྟ་སྟངས་ཡག་པོ་མེད་པའི་རྐྱེན་གྱིས་ཨེ་ལྷ་བླ་མ་ཡེ་ཤེས་འོད་ལ་ཞེ་ས་མ་ཞུས་པས་ན་སེམས་ཁྲལ་ཞིབ་བྱུང་བ་རེད། སེམས་ཁྲལ་ཞིབ་བྱུང་བ་བཟུང་ཙང།

གཅིག་གྲོགས་གཅིག་གི་ཚུལ་དུ་མཉམ་གནས་བྱེད་ཐུབ་ཀྱི་ཡོད་པ་འདི་ཨ་ནི་རྦད་དེ་མན་ངག་གཏམ་གྱི་མི་འདྲེས་པ། ཨ་ནི་བོད་གངས་ཅན་གྱི་ལྗོངས་ལ་སྤེལ་བྱེད་བྱང་རྒྱུད་ལམ་སྟོན་མཛད་བྱེད་ཨ་ལ་དེ་ནས་བཟུང་རྗེས་ཨ་ནི་བསྟན་པ་དར་བ་དེ་ལ་བསྟན་པ་ཕྱི་དར་ལབ་ཀྱི་ཡོད་རེད། ཆོས་རྒྱལ་ཚོའི་སྐབས་ལ་བསྟན་པ་དར་བ་དེ་ལ་སྔ་དར་ཟེར་གྱི་ཡོད་རེད། དེ་ཡང་དབུས་གཙང་དུ་ཡིན་གྱི་མདོ་ཁམས་སོགས་མཐའ་དག་བོད་ཀྱི་རྒྱལ་པོ་དང། ས་བདག་རྒྱང་བཞི་རིག་པའི་གནས་དང་མདོ་སྔགས་ཀྱི་བཤད་པ་སོགས་ཀྱང། ནམ་ཟླར་བ་ནས་བཟུང་ད་ལྟའི་བར་དུ། བར་མ་ཆད་པར་ཡོད་པ་འདི་ཡིན་སྟབས། དེའི་དུས་སུའང་མདོ་སྨད་དུ་བོད་རྒྱལ་གྱི་གནོད་འཚེ་བྱེད་མི་ཐུབ་སྟབས། བོད་ཀྱི་མཁས་པ་མི་གསུམ་ཡང། མདོ་ཁམས་སྨད་ཀྱི་གནས་གདན་ཏིག་ཏུ་བཞུགས། དེའི་སྐབས་ཙོང་ཁ་སྡེ་ཁམས་སུ་དམུ་བཟོ་གསར་པ་ཞེས་བྱ་བའི་བྱིས་པ་རིག་པ་ཅན་ཞིག་འཁྲུངས་པ། ནར་སོན་ནས་ཡིག་རྩིས་སོགས་རིག་པའི་གནས་སྦྱངས་ཏེ་མཁས་པོར་གྱུར། ལྷ་དེ་ལྷ་ཆེན་ཀོང་པོ་རབ་གསལ་གསུང་གི་མཚན་བུ་བ་མིང་འདིར་དམུ་བཟོ་གསར་པར་གསན། ད། འདི་དབུས་ཀྱི་གནས་ཚུལ་རེད། འདི་ནང་ནས་མངའ་རིས་ཀྱི་གནས་ཚུལ་རེད་ཟེར། ཨ་ནི་གླང་དར་མས། རྐྱེན་བྱས་བྱས་བསྟན་པ་བསྣུབས་བས་དེ་སྨད་ཕྱོགས་ལ། སླེབས་ཡོད་མ་རེད། དེ་ཡིན་པ་སོང་ཙང་སྨད་ཕྱོགས་ལ་སངས་རྒྱས་ཀྱི་བསྟན་པ་གང་འདྲས་ཀྱི་གནས་ཡོད་ནས། སྐབས་དེ་དུས་ཧ་ཅང་ད་དར་བའི་རུ་རྒྱུ་ཡོད་མ་རེད་ཁ་བརྡ་མ་ཉམས་ཀྱི་གནས་ཡོད་རེད་ཟེར། དབུས་ཁུལ་ལ་ཨ་ནི་མེད་པ་ཆགས་པ་རེད། དེ་མེད་པ་ཆགས་ཡིན་པ་སོང་ཙང་མདོ་སྨད་ཕྱོགས་ལ་བདེ་འཇགས་ཡོད་པ་སོང་ཙང། ཨ་ནི། བོད་ཀྱི་མཁས་པ་མི་གསུམ། སྨྲ་ཡོ་ཚང་གསུམ། ཐོག་མར། ཨ་ནི། དབུས་ནས་མངའ་རིས་ཕྱོགས་ལ་བྲོས། བྷེ་ལེ། ཨ་ནི། དབུས་ཁུལ་ནས་ཧ་ཅང་གི་ཐག་རིང་པོ་མིན་པ་སོང་ཙང་ཞུགས་ལོས་མ་བཟོད་པ་བྱས་རྗེས་ཨ་ནི་ཧོར་ལ་ཕྱིན་པ་རེད།

ནས་ཀྱང་རེད་ཟེར། སྐབས་དེ་དུས། ཨ་ནེ་མོ་ཟུ་གསར་བོར་གྱིས། དམར་ཡོལ་གཙང་གསུམ་འདི་ཡིན་འདི་ཡིན་གཞན་ཡང་སློབ་དཔོན་གཞན་དང་གཞན་གྱི་ཚུལ་ནི་ག་རེ་གསན་ཡང་འདི་ཟིན་ལགས་ཟེར། སྣོད་ཡོངས་ཁང་དཀྱིལ་གསུམ་གྱི་ནང་ནས་མང་པོ་གསན་ཡོད་རེད། སྣོད་འཇམ་དཔལ་ཞེས་བྱ་བའི་སློབ་དཔོན་ཞིག་གི་མདུན་ནས་ཆོས་དང་རིག་པའི་གནས་དུ་མ་ཞིག་གསན། ཕྱི་ཚང་གི་མི་ཚོས་རིག་པ་ཆོས་དང་རིག་གནས་མང་པོ་གསན་པ་རེད་ཟེར། ཁང་ནང་རིན་ཆེན་རྡོ་རྗེ་ཞེས་བྱ་བའི་བླ་མ་སྙན་གྲགས་ཅིག་ཡོད་པ་དེའི་མདུན་ནས་སེམས་བསྐྱེད་ཞུས། ཐེག་ཆེན་གྱི་སྐོར་གསན་པ་རེད། ཀྱི་རྒྱལ་བའི་གཙུག་ཏོར་ཞེས་བྱ་བའི་མཁན་པོ་ཞིག་ཡོད་པ་དེའི་དུས་ནས་དབུ་མ་དང་ཚད་མའི་ལྟ་གཞུང་ཆེན་པོ་སྦྱངས་པ་རེད། ལྟ་གྲུབ་ཀྱི་གཞུང། དེ་ནས་ཕྱུགས་རྫི་ཞིག་གིས་བོད་དབུས་ནས་བྱོན་པའི་གོམ་པ་བ་གསུམ་ཡོད་ཚུལ་བཤད་པས་དེར་བྱོན་ནས་མཇལ་བའི་དད་པ་སྐྱེས་ཏེ་རབ་ཏུ་བྱུང། སྨར་ཡེ་སངས་སུ་མ་མཇལ་གོང་ནས། ནུས་ཁང་སྐྱེ་གསུམ་གྱི་མདུན་ནས་སློབ་སྦྱོང་མང་པོ་བྱས་ཚར་བ་དང་སྟབས་གཅིག་ཏུ་ཨ་མྱེ་ཆུང་ཙི་ཙི་གི་རྐྱེན་བྱས་རྗེས་མར་ཡུལ་བཟང་གསུམ་བྱས་པ་རེད། བྱས་པ་དང་མཉམ་དུ་སྔོན་གྱི་ལས་བྲེལ་གྱི་དབང་གིས་ཞི་བ་གྱི་དད་པ་སྐྱེད་བྱེད་རབ་ཏུ་བྱུང་བ་རེད། ཕྱིས་ཐུགས་རབ་ཤིན་ཏུ་ཆེ་བའི་དགོངས་པ་རབ་གསལ་བཞིན་རྗེས་མ་ཨ་ནི་ཞི་དྲག་གི་ཤེས་རབ་ཆེན་པོ་ཡིན་པ་སོང་ཙང་ཁོང་གི་མཚན་ལ་དགོངས་པ་རབ་གསལ་དགོངས་པ་རབ་གསལ་ཟེར་བཏགས་གནང་བ་རེད་ཟེར། ཨ་ཁོང་གི་དུས་ཚོད་འདི་དུས་རབས་དགུ་བའི་གི་དཀྱིལ་དང་བཅུ་བའི་གི་མ་རེད་བཅུ་བའི་གི་དཀྱིལ་དང་བཅུ་གཅིག་གི་མགོ་དེ་བ་རེད། དགུ་བརྒྱ་ལྔ་བཅུ་ངག་གསུམ་ནས་གཅིག་སྟོང་བརྒྱ་མེད་སུམ་ཅུ་སོན་ལྔ་བར། པོ་འདི་འདྲེས་བུ་རུ་རེ་འདིར། རབ་ཏུ་བྱུང་བས་ཕྱི་ལོར་བསྙེན་པར་རྫོགས། ད་ལོ་རབ་ཏུ་བྱུང་བ་ཡིན་ན། གྲྭ་པ་ཆེ་བ་ཡིན་ན། དེའི་ལོ་རྗེས་མ་དེ་ལ་དགེ་སློང་གྲུབ་རེ། བསྙེན་པར་རྫོགས་བསྙེན་པར་རྫོགས་ཟེར་ན་དགེ་སློང་གྲུབ་རེ་གསུངས། གྲུབ་ཡེ་ཤེས་རྒྱལ་མཚན་དང། ཀླུ་བྱང་ཆུབ་རྒྱལ་མཚན་སོགས་མདོ་ཁམས་པ་མང་པོ་རབ་ཏུ་བྱུང་ཞིང་བསྙེན་པར་རྫོགས་ནས། འདུལ་བ་དང་མངོན་པ་ལ་སོགས་པའི་བཤད་པ་ནུས་ཕྱིར། ཨ་ནི། ཁོང་ཙམ་དུ་མ་ཟད། ཨ་ནེ་རོགས་པ། ཐུབ་ཡེ་ཤེས་རྒྱལ་མཚན་མི་ནུབ། བྱང་ཆུབ་རྒྱལ་མཚན་ཁོང་ཚོ་ཡང། དགེ་སློང་དུ་རེད་ཟེར། འདུལ་བ་དང་དངོས་པོ་ལ་སོགས་པའི་ཤེས་པ་མང་པོ་ནོས་ཟེར་ན་འདུལ་བའི་སྐོར་མང་པོ་གསན་པ་རེད། དགེ་སློང་གི་ཚུལ་ཁྲིམས་ཀྱི་སྐོར་ལ། ད་ནང་བཞིན་དངོས་པོ་མཛོད་ལ་སོགས་པ་མང་པོ་ཞིག་སློབ་སྦྱོང་བྱས་རེད་ཟོ། ཤེས་པ་ནོས་ཤེས་པ་ནོས་ཟེར་ན་གསུང་ཆོས་ཞུས་པ་རེད་ཟབ་ན་འགྲིག་གོ། བླ་ཆེན་དགོངས་པ་རབ་གསལ་ཞེས་སྙན་གྲགས་ཀྱིས་བོད་ཡུལ་དུ་ཁྱབ་ཟེར། ཁོང་གི་དུས་ནས་ནི། སྨད་ནས་བསྟན་པ་དར་ཟེར་སྐད་ཆ་འདི་བླ་ཆེན་དགོངས་པ་རབ་གསལ་དུས་ནས་བྱས་རྗེས། ཀུན་བཟང་གི་མི་བཅུ། མདོ་སྨད་ཆོས་ལོ་ཆིང་ཁོང་རྣམ་པའི་དུས་ནས་ཨ་ནི། སྡོམ་པའི་ལན་གསུང་ཆོས་ཞུས། ཨ་ནི་དབུས་ལ་ཡར་སླེབས། ཨ་ནི་ཡང་སྒོམ་པ་གསར་བ་དེ་འདྲ་མང་པོ་བཙུགས་པའི་ལོ་རྒྱུས་ཡོད་རེད་བ། ཨོ་དེ་སྨན་ནི་ཡར་དར་གནང། འདི་ལ་འདི་བ་སྨན་འདུལ་ཟེར་གི་སྨན་ནི་ཡར་དར། དེའང་ས་མདོ་སྨད་དུ་སངས་རྒྱས་ཀྱི་བསྟན་པ་ཡོད་པའི་གཏམ་དེ་དབུས་གཙང་དུ་ཁྱབ་པས་དབུས་གཙང་ནས་མི་བཅུ། སྔ་ཕྱིར་འོངས་ཏེ། ཟེར་ན། ཁ་ཆེ་སྔོན་ལ་བྱིན་ཁ་ཆེ་རྗེས་ལ་བྱིན། དེབ་གཅིག་ཏུ་མ་ཡིན་པ་སྔ་ཕྱིར་འོངས་ཏེ། བླ་ཆེན་གྱི་དུས་ནས་བསྙེན་པར་རྫོགས་དགེ་སློང་སྒྲུབ་པ་རེད། མི་བཅུ་ནི་ས། དབུལ་པ་ལྔ། གཙང་པ་གསུམ་མངའ་རིས་གཉིས་འདུག་ཟིན་པ་རེད། ཀླུ་མེས། ཚུལ་ཁྲིམས་ཤེས་རབ་གཅིག། འབྲིང་ནི་ཡེ་ཤེས་ཡོན་ཏན་གཉིས། འབར་ཚུལ་ཁྲིམས་བློ་གྲོས་གསུམ། རགས་ཤེས་ཚུལ་ཁྲིམས་འབྱུང་གནས་བཞི། གསུམ་པ་ཡེ་ཤེས་བློ་གྲོས་ཏེ་དབུས་པ་ལྔ། འདི་ནི་ཏང་གི་གུར་མོ་རབ་ཁ་བ་ལོ་བདུན་དོ་ཅུ་དབང་ཕྱུག་གཅིག། ཤབ་སྒོ་ལྔའི་ཚོང་བཙུན་ཤེས་རབ་སེང་གེ་གཉིས། བོ་དོང་བ་ཡན་གྱི་ལྷས་བྱེད། དབུས་པ་བདེ་བ་ཀ་ར་ཏེ་གསང་བ་གསུམ། མངའ་རིས་པ། འོད་རྒྱས་སྤུན་རྒྱག་གཉིས། མི་བཅུ་འདི། མདོ་སྨད་བཀའ་ཡང་སོན་ན་དབུས་གཙང་ཁུལ་ནང་ལ་རབ་བྱུང་མཐོང་ཡ་ཡོད་མ་རོ། ཀླུ་སྨད་ཀྱི་གྲུམ་ཡེ་ཤེས་རྒྱལ་མཚན་ལས་འདུལ་བ་གསན་ས། མི་བཅུའི་ནང་གི་དང་པོ་འདི་ཀླུ་སྨད་ཡིན་པ། ཁོང་གིས། བླ་རྗེ་དགོངས་པ་རབ་གསལ་གྱི་ཆོས་གྲོགས་གྲུམ་ཡེ་ཤེས་ཀྱི་འཛུལ་རྒྱུན་ནས་འདུལ་བ་གསན་པ་རེད་ཟེར། གཞན་རྣམས་དབུས་གཙང་དུ་བྱོན། མི་བཅུ་ནང་ནས་མི་གཅིག་མི་འགས་བཞུགས་འདུག་ཨ།

གོམས་པ། རབ་བྱུང་མི་འགལ་འདབ་འཛིན་པ་ཡིན་ན་ཤི་བྱ་ལྟ་བུ་ཁྱིམ་གཞི་བྱ་སྟེགས་རོ། རབ་བྱུང་ཡིན་ན་གནས་གཞི་གསུམ་ལར་བ་སྐབས་སུ་ད་ལྟ་གོམས་པ་བརྒྱད་པ་བཏགས་སྟེ་ངོ། དེ་བཞིན་དུ་གཞན་རྣམས་ཀྱིས་ཀྱང་གཙུག་ལག་ཁང་བརྩིགས་ཏེ་དགེ་འདུན་གྱི་སྡེ་སྤེལ། ཕྱི་ནང་གི་རིག་པའི་གནས་དག་ལ་སྦྱངས་པའི་སྲོལ་དབུས་གཙང་མངའ་རིས་སོགས་སུ་ཁྱབ་པར་མཛད་རྒྱུད་པ་དེ་ལ་སྨད་འདུལ་བ་ཟེར། ནང་མཆོད། བསྡུ་བའི་བསྟན་པ་སྨད་ནས་དར་བ་ཡིན་པར་སོང་ཙང་མི་འདུལ་ཟེར། ས་བཅད་ཀྱི་ཆགས་ར་བོ་ཆགས་ནས། མདོ་སྨད་ཆོས་ནས་ཡར་དར་བ་ཡིན་པར་སོང་ཙང་མི་འདུལ་ཟེར། མངའ་རིས་ཆོས་ནས་མར་དར་བ་དེར་སྟོད་འདུལ་ཟེར། ཨ་དེ་ལེགས། གཞན་ཡང་ཟ། མངའ་རིས་སྟོད་དུ་ལྷ་བླ་མ་ཡེ་ཤེས་འོད་ཀྱི་ཐོག་སྟེང། དེ། པདྨའི་ལྷུན་གྲུབ་གཙུག་ལག་ཁང་བཞེངས། ཟ། ད་དེ་གཙུག་ལག་ཁང་འདི། བསྟན་པ་ཕྱི་དར་སྐབས་སུ་ཞི་རགས་སྐད་གྲགས་ཆེན་པོ་རེད། མངའ་རིས་ཡུལ་མཐོ་འདིང་སེང་འདི་ལ་ཡོད། མཐོ་འདིང་ལྷ་ཁང་ལྷ་ཁང་སེང། ཞོལ་གྱི་ཕེབས་པའི་སྐབས་སུ། མཐོ་འདིང་གཙུག་ལག་ཁང་ལ་ཕེབས་ཡོད། གཙོ་བོ་གྲོ་བོ་ཏི་བློ་གསལ་བ་རིན་ཆེན་བཟང་པོའི་གི་གོ་འཕར་བ་ཆགས་འདེབས་ཡོད། རྒྱ་གར་ཤར་ཕྱོགས་ནས་པ་འདི་དང་དར་མ་པཱ་ལ་དང་དེའི་སྐད་འབུ་ས་དུ་པཱ་ལ་དང་གུ་ན་པཱ་ལ་དང་པར་རྒྱ་པཱ་ལ་དང་པཱ་ལ་རྣམ་གསུམ་དུ་གྲགས་པ་དང་བཅས་སྤྱན་དྲངས་ཏེ་མང་པོ་བསྙེན་པར་རྫོགས།

ཞང་ཞུང་བ་རྒྱལ་བས་ཤེས་རབ་ཀྱི་པཱ་ནྡི་ཏ་མང་པོ་བསྟན་ཏེ། ཞྭ་དང་སྐས་སོགས་རིག་པའི་གནས་མང་པོ་ལ་སྦྱངས་ནས་མཁས་པ་ཆེན་པོར་གྱུར་པས། དེས་དར་མ་པཱ་ལའི་མདུན་ནས་འདུལ་བ་བསླབས་པ་རྒྱ་པཱ་ལའི་མདུན་ནས་བསྙེན་པར་སོགས་ཕྱིས་སུ། ཡང་ཁོང་ནེ་པཱལ། ཏེ་བལ་ཡུལ་དུ་ཕེབས་ནས། འདུལ་འཛིན་བིར་ཐ་ཀ་ར་ལས་འདུལ་བའི་ལག་ལེན་ཐམས་ཅད་བསླབས་ཤིང་ཁ་ཆེ། གྱཱན་ཤི་རི་དང་ཁ་ཆེ་པཎ་ཆེན་དུ་གྲགས་པ་ཤི་རི་སུ་ཏི་ཤཱནྟི་དང་ས་མཱན་ཏ་ཤི་རི་གྱཱན། ནར་མ་འདི་ནར་མ། འདིའི་བ། རྣམས་ལས་ཀྱང་འདུལ་བ་ཟེར་ནས་སྤེལ་བ་ལ་སྟོད་འདུལ་ཞེས་གྲགས་སོ། ས་ཏྭ་འདི་ལོ་རྒྱུས་ཀྱི་ཐ་སྙད་རེ་དང། སྟོད་འདུལ་སྨད་འདུལ། སྨད་འདུལ་ལབ་པའི་སྐབས་སུ་ལ་ཡུལ་མདོ་སྨད་བླ་ཆེན་དགོངས་པ་རབ་གསལ། དབུས་གཙང་གི་མི་བཅུ། ཁོང་རྣམས་ནས་སྡོམ་པ་ཞུས་རྗེས་གཡག་དབུས་ལ་ཕེབས་འདི་ལ་སྟོད་འདུལ་ཟེར། དེ་ནས་སྨད་འདུལ་ཁ་ཚ་སྨད་འདུལ་ཟེར་སྟོད་འདུལ་ལབ་པའི་སྐབས་སུ་ལྷ་བླ་མ་ཡེ་ཤེས་འོད་ཀྱི་སྐབས་ལ་མཐོ་གླིང་གི་གཙུག་ལག་ཁང་ཡིན། རྒྱ་གར་གྱི་ཤར་ཕྱོགས་ཀྱི་པཱ་འདྲི་དང་གཉིས་པའི་བྷ་ར་རྣམ་གསུམ་ཕན་ཁོང་རྣམས་ཀྱི་བསྟུན་ནས་དགེ་སློང་གི་སྡོམ་པ་ཞུས་རྗེས། ང་དབུས་ལ་ཐར་པ་དེ་ལ་སྟོན་འདུལ་ས་སྟོན་འདུལ་དང་སྨིན་འདུལ་ས། ད་བསྟན་པ་ཕྱི་ལྟར་འགོ་བཙུགས་པའི་སྐབས་སུ་ལ་སྟོན་འདུལ་དང་སྨིན་འདུལ་དུ་འགོ་བཙུགས་པ་རེད། བྱས་ཙང་དུས་རབས། བཅུ་པའི་མཇུག་དང། བཅུ་གཅིག་གི་དབུ་དུ་བ་རེད་དོ། གཞན་ཡང་གཟའ་ལྔ་རིས་ཀྱི་ལྷ་བླ་མ་ཡེ་ཤེས་འོད་ཀྱིས་རིན་ཆེན་བཟང་པོ་ལ་བསུ་བའི་བྱིས་པ་ཉི་ཤུ་རྩ་གཅིག་རྒྱ་གར་དུ་སློབ་གཉེར་ལ་བཏང་བ་ལས་རིན་ཆེན་བཟང་པོ་དང་ལེགས་པའི་ཤེས་རབ་ལོ་ཆུང་དྲག་སྦྱོར་གསུམ་མ་གཏོགས་གཞན་རྣམས་བསགས་མ་ཐུབ་པས་ཤིས། སྟག་ཟླ་ཡུལ་གོང་དུ་ཞུས་པ་ནང་བཞིན་རེད། ཨ་ནི། མདོ་སྔགས་ཀྱི་ཐོག་ལ་ལྟ་ཚུལ་མི་འདྲ་བ་འདི། དཀའ་ངལ་སེལ་ཡས་དོན་དག་ལ། ཨ་ནི། རྒྱལ་པོས། དཀའ་ལས་མང་པོ་བརྒྱབ་སྟེ་གསེར་བསྒྲུབ་བྱས། ལོ་ཙཱ་བ་ལ་གསེར་བསྐུར་བྱས། རྒྱ་གར་ནས་པ་འདི་ལྟར་གདན་འདྲེན་ཞུ་བ་བཏང་ཡོད་པ།

སློབ་གཉེར་ལ་བཏང་བས། རིན་ཆེན་བཟང་པོ་དང་ལེགས་པའི་ཤེས་རབ་ལོ་ཆུང་དྲག་སྦྱོར་གསུམ་མ་གཏོགས་གཞན་རྣམས་བསམ་མ་ཐུབ་པའི་གཤིས་ཡིན་ཟེར། ལོ་ཁ་ཤས་སྔོན་ནས་ང་སིམ་ལ་དུ་ཕྱིན་པ་ཡིན། ཨ་ནི་སིམ་ལ་ལ་ཡོད་པའི་སྐབས་སུ། ཁོ་རང་ས་གནས་ཀྱི་མཁས་པ་རེ་རེའི་ཞབས་ཀྱི་སྤི་ཏི་ཡ་ཡིན་ས་ཡོད།

ལོ་རྒྱུས་འདི་ལྟ་བུའི་གེགས་བྱེད་དྲིལ་སྒྲོག་འདི་འདྲི་ཨ། མི་དེ་ཚོ་ལོ་རྒྱུས་བལྟ་འོ་བསམ་པ་ཡིན་ན། ལོ་ཙཱ་བའི་རིན་ཆེན་བཟང་པོ་ནི་ས། མེ་དགའ་རྒྱ་མཚོའི་འདས་ལོ། ས་རྟ། ལ་འཁྲུངས་ས། ད་མེ་དགའ་རྒྱ་མཚོ་ཟེར་ན། ཨ། ད་ལྟ་ངས་ཡག་པོ་བྱེད། རྩིས། ཡོང་གི་མི་འདུག་སྤྱིར་བཏང་དེ་འདི་རེད། ང་ཚོ་ཕྱི་ལོ། བོད་རྒྱལ་ལོ། ལབ་ཀི་ཡོད་པ།

བྱས་ཙང། ཉག་ག་རྒྱ་མཚོ། ངོ་སྤྲོད་བྱུང་སྟངས་དེ་སློབ་བྱོལ་བྱུང་སོང་ན་ཡག་པོ་རེད། གལ་ཏེ་མ་བྱུང་པ་ཡིན་ན་དེ་རིང་བསམ་སྟངས་དང་འགྲིག་གོ་རེད་ལོ་གཅིག་འགོ་བཙུགས་སྟངས་རེད་ཤག། ཕྱི་ལོ་ལ་པ་ནང་བཞིན་ཉག་ག་རྒྱ་མཚོ་ཐོག་ནས་ལོ་གཅིག་གཉིས་གསུམ་བཞི་བརྩི་བའི་སྐབས་ཚུན་ལ་ཨ་ཉིས་ཉིས་བརྒྱ་སུམ་ཅུ་སོ་བཞིའམ་སུམ་བརྒྱ་དྲུག་ཅུ་སོ་བཞི་དྲུག་ཡོད་རེད་ཟེར། དེ་ནི་ང་ཚོ་ལ་དཀའ་ངལ་ཡོད་མ་རེད་ཕྱི་ལོ་དུ་བ་དགུ་བརྒྱ་ལྔ་བཅུ་ང་བརྒྱད་ལ་འཁྲུངས་པ་རེད་ཟེར། ཁོང་ཁ་ཆེར་ལན་གསུམ་བྱོན། པར་འབྲི་དང་དུས་འཇུ་རྩ་སྔ་བསྟན། སྔགས་ཕྲེང་གཉིས་གཞུང་ལུགས་མང་པོ་ལ་སྦྱངས། མཁྱེན་རབ་ཤིན་ཏུ་ཆེ་བས་མདོ་སྔགས་ཀྱི་ཆོས་མང་པོ་བསྒྱུར། དེ་ནས་བཟུང་སྟེ་བསྒྱུར་བའི་སྔགས་ལ་གསང་སྔགས་གསར་མ་ཟེར། བྱས་ཙང། བོད་ཀྱི་ལོ་རྒྱུས་ནང་ལ་གསར་མ་དང་རྙིང་མ་ཟེར་བཞིན་གྱི་རེད། གསར་མ་དང་རྙིང་མ་ཟེར་ཡས་དེ། ཨ་ནི། བསྒྱུར་གྱི་དབང་དུ་ཡིན་ཟེར་བ་རེད། བསྟན་པ་སྔ་དར་སྐབས་སུ་བསྒྱུར་བ་དེ་ཚོ་ལ་གསང་སྔགས་རྙིང་མ་ཟེར་བ་རེད། བསྟན་པ་ཕྱི་དར་སྐབས་སུ་བསྒྱུར་བ་དེ་ཚོ་ལ་གསང་སྔགས་གསར་མ་ཟེར་བ་རེད། ཞེས་གསང་སྔགས་དབང་དུ་བྱེད་པ་ཡིན་ན། རྙིང་མ་ནི་གསང་སྔགས་རྙིང་མ་རེད། བཀའ་གདམས་པ་བཀའ་བརྒྱུད་དགེ་ལུགས་ས་བཅུ་ནི་བོ་ལུགས་དང་བཅས་པ་ཚང་མ་ལོ་གསང་སྔགས་གསར་མ་རེད། ཞེས་གསར་རྙིང་གི་ཐ་སྙད་འདི། འགྱུར་སྔ་ཕྱི་གི་ཁྱད་པར་རེད་གསུངས་པར་མགོ་བཙུགས་ས་འདྲ་བོ་འདི། ཁ་བཤད་གསུང་ཡང་བྱས་པ་ཡིན་ན།

གུར་ཤིང་བཙོན་འགྲུལ་ལ་སོགས་པའི་སློབ་མ་མཁས་གྲུབ་མང་པོ་དང་ཞུས་ཆེན་ཕེར་བས། ལོ་ཙཱ་བ་ཡང་བཅུ་ལྷག་བྱུང་ཟེར་ཞུས་ཆེན་ཕེར་བས་ཟེར་ན་ཨ་ནི་བས་ཏེ། Chief Editor བྱེད་ཐུབ་མཁན་ཟེར། རེད་བ། ཞུ་དག་དག་ཡང་ལ་མཁས་པ་ཡིན་མཁན་ལོ་ཙཱ་བ་རེ་ད་འདི་ལ་བྱུང་པ་རེད་ཟེར་བསྟན་པ་ཕྱི་དར་སྐབས་ལ། ཁོང་དགུང་ལོ་གྱ་ལྔ་བཞེས་པའི་དུས་ཇོ་བོ་རྗེ་བོད་དུ་བྱོན་ཟེར། ད་ཕལ་ཆེར། གཅིག་སྟོང་གྱ་མེད་བཞི་བཅུ་ཞག་གསུམ་ཙི་ལ་བོད་འཕེལ་ས་ཡོད་ཆོས་རྗེ་དུས་རབས་བཅུ་བའི་གི་དཀྱིལ་ཙི་བར་གཅིག་སྟོང་གྱ་མེད་བཞི་བཅུ་ཞག་གསུམ་ཙི་ལ་ཆོས་རྗེ་འཕེལ་བར་ཆོས་རྗེ་བོད་ལ་ཞི་དྲག་བཀའ་དྲིན་ཆེན་པོར་བ་ད་ལྟའི་མང་པོ་མོ་གོ་བ་ཆེ་སྤྱིར་ལོ་ཆེན་འདིའི་ཕྱག་རྗེས་གཞན་ལས་ཆེས་ས་ཕྱག་རྗེས་སླ་བས་ན་ཁོ་རང་གིས་བྱས་རྗེས། ལི་ཀེ་སི། ཞི་ར། ཞེས་ལ་ལྷག་བ་རེད་ཟེར་བ་རེད། དགུང་ལོ་གོ་བརྒྱད་ཐོག་སྐུ་མྱ་ངན་ལས་འདས་སུ་ལོ་ཆེན་གྱི་སློབ་མ་མཁས་ཆེན་མང་པོ་བྱུང་བ་རྣམས་ཀྱིས་གཞུང་ལུགས་མང་པོ་བསྒྱུར། དཔེ་ཆ་མང་པོ་བསྒྱུར་བ་རེད་གསུངས་པ་རེད། གཞུང་ལུགས་ལབ་ཡིན་ན་དབུ་མ་ཕར་ཕྱིན་རྫུན་བསྡུ་བ་གསང་སྔགས་འོ་དོ་དོ་གཞུང་ལུགས་ཟེར་བ་རེད། Religious Scriptures Religious Literature། འདི་འགྲོ་དགོས་ན་འགྲིག་ད་འདི་ནང་གཞུང་ལུགས་ལབ་པའི་སྐབས་སུ་ལ། ཁྱད་པར་དུ་རྨ་དགེ་བའི་བློ་གྲོས་ཀྱིས་ཚད་མ་རྣམ་འགྲེལ་དང་ད་གཞུང་བྱེ་བྲག་པ་གཅིག་གི་མིང་ཚད་མ་རྣམ་འགྲེལ། Praman Vartika། ཟེར། འདི་བསྒྱུར་བ་རེད་ཟེར། ད་རེས་ད་ནི་ང་ཚོ་རྩོད་པ་རྩོད་དགོས་འདུག་ཨ་རྩོད་པ་རྩོད་ཡོད་ཀྱི་གཞུང་འདི་ཚོ་ད་ཚད་མར་ལབ་ན་འགྲིག་གི་འོ་རེད་ཆགས་པ་གཅིག་ཚད་མ་རྣམ་འགྲེལ། བློ་མིན་ཆོས་གྲགས་ཀྱི་དེའི་རང་འགྲེལ།

འཆད་ཉན་གྱིས་གཏན་ལ་ཕབ། དེ་ལས་ཕྱེ་ནས་དབུས་གཙང་གི་ཕྱོགས་སུ་ཚད་མའི་འཆད་ཉན་བྱུང་ས། ཚད་མའི་འཆད་ཉན་བྱུང་ས་ན་ཚད་མའི་སང་སློབ་ཚོས་ཚད་མ་སང་སློབ་ཆུང་སློབ་ཚན་གཅིག་གི་མིང་རེད། Syllogism། Logic། ནི་རྒྱུ་མཚན་གྱི་རིགས་པའོ་འདི་རེད། རྩོད་པ་རྩོད་ཡའི་རིགས་པ་མཚན་ཉིད་ཀྱི་རིགས་པ། འཆད་ཉན་བྱུང་ཟེར་ན་ད་ལྟའི་སློབ་སྦྱོང་བྱེད་མཁན་མང་པོ་བྱུང་བ་རེད་ཟེར། དེའི་ཚེ་ཁྱུང་པོ་བྲག་སྲས་ཞེས་བྱ་བ་མཁས་པ་གྲགས་པ་དེས་ཚད་མའི་བཤད་པ་མང་དུ་མཛད། དེ་དག་ལ་ཚད་མ་རྙིང་མ་ཞེས་ཟེར། བྱས་ཙང། བསྟན་པ་ཕྱི་དར་འགོ་ཚུགས་པའི་སྐབས་སུ་ཚད་མའི་འགྱུར་དང་ཚད་མའི་ཀླུ་གཉན་དེ་ཚོ་ལ་ཚད་མ་རྙིང་མ་ཟེར་གྱི་ཡོད་རེད་ཟེར། ཕྱིའི་ལོ་ཙཱ་བ་བློ་ལྡན་ཤེས་རབ་ད་ལྟའི་སྐད་གྲགས་ཆེ་ཤོས་དངོས་ལོ་ཙཱ་བ་བློ་ལྡན་ཤེས་རབ། ཁོང་གི་སྐུ་སྐྱེ་ད་རེས་སོ་གཉིས། བྲག་ཡབ་བློ་ལྡན་ཤེས་རབ་རྒྱ་མི་ནས་བཞུགས་པ་དེར་བ། ཕྱིའི་ལོ་ཙཱ་བ་བློ་ལྡན་ཤེས་རབ་ནས་ཚད་མ་གསར་མ་རུ་གྲགས་པ་རྣམས་བྱུང་བར་གྲགས། ཁྱུང་པོ་དེ་པོ་ཏོ་བ་དང་དུས་མཚུངས་པར་སྣང་གསུངས་སོ། པོ་ཏོ་བ་ཟེར་ན་བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་ཅེས་པ། བྱས་ཙང་བཀའ་གདམས་པའི་དགེ་བའི་བཤེས་གཉེན།